བརྙན་འཕྲིན་ཁྲོད་ཅིག་གི་མདུན་གྱི་གཟུགས་མོ་ར་ལྷན་གྱིས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་ལྟའི་རིང་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་དྲ་བརྙན་གྱི་བདེན་ཚད་འདི་ལ་དེའི་སྐུ་མགྲོན་རྣམ་པ་གཉིས་གདན་ཞུ་ཞུས་ཡོད། གཅིག་ནི་སྐུ་ཞབས་ཨ་དཀར་རིན་པོ་ཆེ་རེད།

བདག་འདྲ་གི། བདག་མེད་རྟོགས་པའི་ཤེས་རབ་རྫས་ཀྱི། བདག་འཛིན་ལ། ཇི་ལྟར་ནོར་སྟངས་ཀྱི་ཕྱག་ནས། དྲི་བ་ཅིག་བྱེད་ཡ་ཡིན། དེ་ཐོག་མར་སྐུ་བཞི་ཨ་བྷ་རིན་པོ་ཆེ་གི། ལན་ཅིག་གནང་རོགས་གནང།
ནོར་སོ། རིམ་བ་ཚང་མ་ལ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས། ད་འདི། ད་ལྟ་རིག་དྲི་བ་དེ་ག་ནི། བཏགས། དོན་དག་གཙོ་བོ་དེ་བདག་མེད་རྟོགས་པའི་ཤེས་རབ་ཀྱིས་ཆགས་སྡང་གི་གཉེན་པོ་ཇི་ལྟར་བྱེད་ཀྱི་རེད་ཟེར་ན་ད་དེ་རེད། དེས་ན་རྗེ་རིན་པོ་ཆེས་གསུང་བ་ནང་བཞིན། འཇིག་རྟེན་རྒུད་པ་ཇི་སྙེད་པ་དེ་ཡི་རྩ་བ་མ་རིག་སྟེ་གང་ཞིག་མཐོང་བའི་གཏེར་ཟློག་བ་སྟེ་མྱང་འདྲེས་པར་འབྱུང་བར་གསུང་གསུང་བ་ནང་བཞིན། འཇིག་རྟེན་ཁམས་ཀྱི་སོ་སོར་སྤྱི་བོའི་བའི་སྤྱི་ཚོགས་འདིའི་ནང་ལོགས་ནས་ཁ་ཆག་སྣ་རེ་སྤྲད་མ་འགྲིག་པ། རྙོག་དྲ་ཡོང་ཡ་ཚང་མ་དེ་ཆེད་དུ་ཟེར་གྱི་ན་ནས་བློ་ནོར་འཁྲིད་ཅན་ཚོས་ཀྱི་བཟོ་གི་ཡོད་རེད། སྟབས་ཤི་བའི་ཤེས་འབའ་བཞི་ཟིག་ད་ལི་གཙང་བདེ་སྟག་བདག་ཟིག་ད་ལི་ཨེ་འདུག་མི་གཙང་བ་ལ་གཙང་རུ་འཛིན་པའི་ནོར་འཁྲིད་ཅན་གྱི་བློ། བདག་མེད་ལ་བདག་ཏུ་འཛིན་པའི་བློ་ནོར་འཁྲིད་ཅན། སྡིག་ངན་ལ་བདེ་རུ་འཛིན་པའི་བློ་ནོར་འཁྲིད་ཅན།

ཧ་ཅང་གི་ད་གནོད་ཚབས་ཆེན་པོ་དུ་ཡོང་གི་ཡོད་རེད། དེ་ཡི་ནང་ན་ད་ཡོད་དུ་གཙོ་བོ་དུ་ག་རེད་ཟེར་གྱི་ན། མི་གཅིག་གི་ནི་བསམ་བཞིན་དུ་ནི་ངས་ནོར་འཁྲུལ་བཟོ་གི་ཡིན་ཟེར་ནི་ཉོག་ཉོག་རེད། རང་བཞིན་གྱི་ཁོ་ནི་ནོར་འཁྲུལ་གཅིག་ཡོང་བསྡད་ཡ་ད་དེའི་དབང་གིས་ནི་སོ་སོ་སོ་སོ་ལ་ནི་ཅོང་མང་པོ་དུ་རག་གི་ཡོད་བ་དེ་ཕལ་ཆེར་མི་མང་ཆེ་བ་དུ་གི་དེ་གྲུབ་མཐའ་ལ་ལོག་ཁ་མ་ཕྱོགས་པའི་མི་གཅིག་གི་ཧ་ལམ་དེ་ཧ་གོ་གི་མ་རེད། དེ་ཡིན་ན་ཨ་ནི་དཔལ་ལྡན་ཟླ་བ་དྲུག་པའི་འོག་མ་འཇིག་པ་གྱི་ནང་ནས་གསུང་བ་ནང་བཞིན། དང་པོའི་སྔ་ཕྱི་བདག་ལ་ཤེས་འགྱུར་ཀྱང། བདག་གི་འདུ་ཤེས་དངོས་ལ་ཆགས་བྱེད་པ། སོ་སྐྱེ་མཁྱེན་བསྟན་རང་དབང་མེད་པ་ཡིན་འགྲོ་ལ་སྙིང་རྗེ་ཅིར་གང་དེ་ལ་འདུལ་གསུང་བ་ནང་བཞིན། གང་ཟག་གཅིག་གིས་རིག་པ་ཐམས་ཅད་ཀྱི་རྩ་བ་ཆིག་ཡིག་འགོག་གི་ཟེར་གྱིས་ན། དང་པོའི་ངར་འཛིན་པའི་རང་ཉིད་ལ་སྐྱེས་པར་འཛིན་པའི་ཨ་ནི། བློ་ནོར་འཁྲུལ་ཅན་གྱི་བློ་དེའང་གི་ནི་སྐྲ་མ་འགྲིག་པ་ཡོང་གི་ཡོད་རེད། གཉིས་པ་དེ་ག་རེ་ཐད་ཀྱི་ན་ནི་ང་ཡི་བ་ངའི་ཡན་ལག་ངའི་བྱ་ལག་ངའི་གྲོགས་པོ་ལ་སོགས་པ་འདི་དག་ལ་ཆགས་པའི་གི་ཆགས་པ་གཅིག་ཡོང་གི་ཡོད་རེད། ད་དེ་འཇིག་ལྟ་ཟེར་གི་རེད་འཇིག་ལྟ་དེ་འདྲ་ཡོང་ངེས། ང་འཛིན་པའི་འཇིག་ལྟ་དང་ང་ཡི་བ་འཛིན་པའི་འཇིག་ལྟ་གཉིས་ཀའང་ནི་བཟོ་ང་ཚོ་སྤྱི་ཚོགས་ནང་ལོགས་ནི། སྐྲ་མ་འགྲིག་པ་མང་ཡོང་གི་ཡོད་རེད་དཔེ་བཤད་ན་སྤྱི་ཚོགས་གཅིག་གི་ནང་ཆ་མཚོན་པ་ཡིན་ན་མི་ངར་འཛིན་ཆེན་པོས་རང་ཉིད་ཀྱི་དོན་དུ་གཞན་ཡར་བར་གཏོར་ཐུབ་མཁན་གཅིག་ཡིན་ན་མི་དེའི་ཁོར་ཡུག་ལ་ནུས་པའི་མི་སུ་དང་སུ་ཡིན་ན་དེ་ཞི་བདེ་ལྷིང་འཇགས་དེ་ཡོང་ཐུབ་ཡ་ཡོད་མ་རེད། མི་དེ་ཁོ་རང་ལ་ཆ་མཚོན་པ་ཡིན་ན་ཡང་བསླུ་ཐུབ་ཀྱི་གྲོགས་པོ་ཡོང་སྲིད་ཀྱི་མ་རེད་ངར་འཛིན་ཆེན་པོས་དེ་ལ། རྟགས་གཙོ་བོ་དེ་ལྔ་གཟུགས་གཅིག་རྣམ་པ་སངས་རྒྱས་པའི་ཆོས་ཀྱི་སྒང་ནས་བཤད་པའི་ཚོགས་ལམ་སྦྱོར་ལམ་མཐོང་ལམ་ཟེར་བ་སྣང་ཞིང་སྲིད་པའི་ཆོས་ཐམས་ཅད་ཀྱི་འཁོར་འདས་ཀྱི་ཆོས་གང་ནས་ན་ཡང་ཁུག་གི་དམིགས་ཏེ་རྗེས་མའི་རོལ་རྩེད་ཙམ་ལ་མཐོང་ན་ཨ་ཅང་ཅང་མི་དེ་ག་ནས་སྐབས་དང་མཐར་ཐུག་གི་བདེ་བ་འགོ་ཚུགས་ཚར་རེད་ད་མ་བྱུང་ན་ཡང་རྗེ་རིན་པོ་ཆེས་གསུངས་བ་ནང་བཞིན།

དེ་ལྟ་བུའི་སྒྲ་དེ་རང་ནི་རྟེན་ཅིང་འབྲེལ་བས་འབྱུང་བའི་རང་བཞིན་ཅན་ཡིན་པར་གསུངས་ས། དེ་རང་གི་གནས་ཚུལ་ལྷ་ཡ་དེ་ཡང། རྒྱུད་སྔ་མར་སྔོན་དུ་སོང་བའི་རྒྱུད་ལ་བརྟེན་ནས་འབྲས་བུ་མཐུན་པའི་འབྲས་བུ་དུ་གྲུབ་པ་རེད་ཟེར་ཁོ་རེ་ད་ང་ལོས། རྒྱུད་མི་མཐུན་པ་དེ་འབྲས་བུ་མི་མཐུན་པ་ཡོང་སྲིད་ཀྱི་མ་རེད་ཟེར་ཁོ་ན་རེད། དེ་རང་དཔེ་བཤད་ན་ངའི་སྒྲ་དང་ངའི་ནི་པར་ར་རྙོག་དྲ་བྱུང་ན་དེ་ངའི་གྱོང་རག་ན་འགྲིག་གི་རེད་ངའི་ཁེ་བཟང་རག་ན་ག་རེ་བྱས་ན་དེ་ལ་ནི་རྟེན་ཅིང་འབྲེལ་བས་འབྱུང་བའི་རང་བཞིན་ཅན་ཡིན་ས།

ཁོ་ཡང་དཔེ་དེ་ཁོ་རང་ནི། བདེན་པར་དཀྲི་བའི་སྟོང་བ་རང་བཞིན་གྱིས་དཀྲི་བའི་སྟོང་བའི་གནས་ཞབས་ཕྱི་ལས་གསུམ་ག་རྣམ་བཞག་འཐད་པའི་མིང་རྐྱང་བཏགས་ཡོད་ཙམ་གྱི་གཉེན་གཅིག་ར་མིང་རྐྱང་བཏགས་ཡོད་ཙམ་གྱི་སྒྲ་གཅིག་ནི་ན་དེ་ལ་མི་ཕིག་གི་ནི་ཆགས་སྡང་མངོན་གྱུར་བ་བདེན་འཛིན་མངོན་གྱུར་བ་ཚིག་ཐོབ་པ་དང་འབྲེལ་ཏེ་ཡོང་གི་མ་རེད་དེ་ལྟས་ན། སྟོང་ཉིད་ཀྱི་ལྟ་བ་དེ་ལ་གོ་བ་ཕྲན་བུ་དེ་ཆགས་པས་ན་དེའི་སྟེང་ནས་ནི། སྤྱི་ཚོགས་ཀྱི་འཚོ་བའི་ཁྲོད་ནས་ནི་ཆགས་སྡང་རགས་པ་གི། མགོ་ནན་ཐུབ་ཀྱི་རེད། ཆགས་སྡང་རགས་པ་གི་མགོ་ནན་པ་ཡིན་ན་མི་དེ་གི། སེམས་ཁམས་བདེ་ཐང་ཡོང་གི་རེད་ལེའུ་བདེ་ཐང་ཡོང་གི་རེད། མི་ཡ་རབས་ཡོང་གི་རེད། བྱ་བ་ཆུ་ཚིགས་གྲུབ་ན་ཡང་རྟེན་རྒྱང་འབྲས་བུར་འབྱུང་བའི་རང་བཞིན་ཅན་ཡིན་པ་སོང་ཚ། ཨ་ནི། མ་གཏོགས། གང་ལ་ཡང་ལྟོས་བ་མེད་པའི་ཨ་ནི། རྗེས་མི་འདི་སྐྱེ་མཁན་ཅིག་ཡོང་གི་མ་རེད་བ། དེ་ཡིན་ཚ་དེ་གར་ཨ་ནི་གི་སྟོང་ཉིད་ཀྱི་གོ་བ་ཕྲན་བུ་ཅིག་ཡོད་ན། ད་ད་གཟོད།

ནང་བཞིན་རེད། ཡིན་ནའང་སྤྱིར་བཏང་གི་ནི་བདག་མེད་རྟོགས་པའི་ཤེས་རབ་སེང་གེ་དེ། ད་ནི་བདག་མེད་ཕ་སེང་གེ་ཅེས་བཤད་ཡ་དེ་ད། འཛམ་བུ་གླང་འདིའི་སྒང་ལ་ད་ཆོས་ལུགས་མང་པོ་ཡོད་རེད་ད་དེའི་ནང་ནས་ཡ་ད་གཅིག་ནང་བ་སངས་རྒྱས་པའི་ཐུན་མོང་མ་ཡིན་པའི་གི། ལྟ་གྲུབ་ཟིག་ད་ནི་ཆགས་ཤོས་ཤིག་རེད་ཟེར་ལབ་ན་ད་ལབ་ཆོག་གི་རེད་བསམ་འདུག་དེ་འདྲ་ཡིན་ས་ནི་ད་ནི་གཅིག།

ཕྲ་རགས་མང་པོ་ཅིག་ཤེས་ནས་ཀྱང་ཡོད་ད་སོང་ཡོད་པ་དེ་འདྲ་རེད་ཅིག་གོ། ཐག་པ་གོང་འོག་གནས་ཀྱི་ཆ་ཚང་གི་ཅིག་བདག་འཛིན་བཞག་སྟངས་མི་འདྲ་བ་དང་བདག་མེད་བཞག་སྟངས་མི་འདྲ་བ། གང་ཟག་གི་ཕུང་གི་ཅིག་ཁམས་དང་མུ་པ་ལ་བལྟས་ནས་ཀྱང་ད་རིམ་གྱིས་རིམ་གྱིས་རིམ་གྱིས་བྱས་ནས་ཕྲ་རགས་ཀྱི་རྣམ་གཞག་བྱས་ནས་ད། ཁྲི་ཡ་དེ་འདྲ་ཡིན་པ་རེད་ད་དོ་སྣང་སངས་རྒྱས་ལྟ་གྲུབ་ཀྱི་ཐོག་ནས་ཡོང་དགོས་ད་ཐུན་མོང་མ་ཡིན་པ་དེ་འདྲ་འདྲ་ཡིན་ས་རེད་ཟེར་ད་དེ་ག་ནས་ད་ལྟ་ཨ་ནི་གི་ད་བདག་མེད་རྟོགས་པའི་ཕྱིར་རོ་བདག་མེད་ཕྲ་རགས་ཐམས་ཅད་དེ་གར་ཟེར་ན་ཉིན་མོ་ཕྲ་རགས་ཐམས་ཅད་ཀྱི་སྙིང་པོ་ལ་རང་རང་གི་ཨ་ནི་ཕྲ་རགས་ཀྱི་སྙིང་པོ་ལ་འགྲོ་བ་ཡོད་དེ་འདྲ་བཤད་དགོས་ཟེར་དེ་འདྲ་ཡིན་ཟེར་ནས་ད་ཨ་ནི་གི་ད་ལྟ་ཨ་ནི་གི།

མི་དགེ་སྤྱོད་མི་དགེ་བའི་སྤྱོད་དེ་དེ་ནི་ཨ་ནི་གི་ཉོན་མོངས་ཏེ་བཞག་ད་དེ་ལ་གཉིད་མུག་སུ་བལྟ་ནི་གི་དེའི་ལྡོག་ཕྱོགས་དགེ་བ་བཅུར་བསྒྲུབས་ནི་ཨ་ནི་ཐོབ་བྱ་ངོམ་ཐུག་གོམ་སྤང་ཙམ་དུ་འདོད་མཁན་གི་ཨ་ནི་གང་ཟག་གི་དེ་གའི་དེ་ལ་ཨ་ནི་ལན་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་མི་དགེ་སྤྱོད་ཟེར་ནི་ད་བཤད་དེ། དེའི་ནང་གི་ཨ་ནི་གི་ད་ལྟ་བ་དེ་ལ་ག་རེ་བྱ་དགོས་རེད་ཟེར་ན་ན་ད་ད་ལྟ་གི་འཇིག་རྟེན་ལ་འཇིག་རྟེན་པའི་ཡང་དག་པའི་ལྟ་བ་དེ།

སྡུག་བསྔལ་བསམ་གྱི་ནི་སྟངས་དེ་བཤད་འོང་གི་རེད་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱད་པར་འདུ་ཤེས་ཀྱི་སྡུག་བསྔལ་བསམ་དེ་བཤད་འོང་ད་དེ་འདྲ་བའི་སྡུག་བསྔལ་བསམ་དེ་ནི་འདོད་འདོད་ཀྱི་ཡོད་མ་རེད་མ་འདོད་ན་ད་དེ་གས་དེ་ནི་སྤང་དགོས་བ་ཅིག་བྱུང་ན་དེའི་གཙོ་བོ་དེ་ཁྱད་པར་འདུ་ཤེས་ཀྱི་སྡུག་བསྔལ་དེ་ཟག་བཅས་ཉེ་བར་ལེན་པའི་ཕུང་བོ་འདི་ཟག་བཅས་ཉེ་བར་ལེན་པའི་ཕུང་བོ་འདི་རང་རྒྱུད་ལ་གནས་པ་དེ་སྲིད་དུ་དེ་ནི་ད་སྡུག་བསྔལ་ལ་འཛད་མཐའ་མེད་པ་ཆོས་གཉེར་མ་རྣམས་ཀྱིས་ཡང་དག་ནི་སྟངས་དེ་ཆགས་འོང་དུས་ད་དེ་དང་པོ་ཅིག་སྡུག་བསྔལ་དེའི་ངོ་བོ་འཕྲོག་པ་ཅིག། སྡུག་བསྔལ་ཤེས་པ་ཅིག་བྱས་ནས་ད་སྡུག་བསྔལ་ཤེས་པར་བྱ་ཁམས་ཀྱང་སྤང་བར་བྱ་སེ་ཡང་སྣང་བཞི་ཅན་དང་པོ་སྡུག་བསྔལ་དེ་སོ་སོ་ཏག་ཏག་ཅིག་ར་འཕྲོད་བར་བྱེད། སྡུག་བསྔལ་རགས་པ་ནི་འགོག་ཙམ་ནི་ཕྲ་མོ་ཨ་ནེ་ཀ་ཟེར་ན་ཆ་བ་འདུ་ཤེས་ཀྱི་སྡུག་བསྔལ་གྱི་བར་དུ་ནི་ར་སྤྲད། ད་དེའི་ར་སྤྲད་བ་འདི་སྡུག་བསྔལ་འདོགས་གི་ཡོད་མར་ཚང་མ་ཧ་གོ་གི་ཡོད། ཡིན་ན་ཡང་སྡུག་བསྔལ་མེད་པ་དང་གོ་རེད་སེ་ད་སྡུག་བསྔལ་མེད་པ་ཅིག་བྱེད་ཡ་ཅིག་དགོས་ར། སྡུག་བསྔལ་མེད་པ་ཕྱིར་བྱེད་དགོས་རེད་ཟིག་དེ་ལྟ་ན་ཡང། ད་དེ་སྡུག་བསྔལ་ཡོང་སྲིད་གི་རྒྱུ། སྡུག་བསྔལ་དེ་རྒྱུ་མེད་རྐྱེན་མེད་ལས་སྐྱེ་བ་ཅིག་མ་རེད་ཟེར་སྡུག་བསྔལ་གང་ལས་འབྱུང་བའི་ཤེས་ཚད་ཡོང་དུས། ད་ནི་བདག་འཛིན་རང་གིས་བྱས་བསྡད་ཀྱི་ཡོད་ནི་དང་དེ་ད་ནང་སངས་རྒྱས་ཀྱི་ཆོས་བཤད་ནི་དེ་བཤད་སྡུག་གི། ད་དེ་གི་བདག་འཛིན་བདག་འཛིན་བདག་འཛིན་ལ་བདག་འཛིན་གྱི་སྡུག་བསྔལ་སྐྱེ་ཡོང་གི་ཡོད་ན་ད་བདག་འཛིན་དེ་ལ་ཨ་ནི་ཅིག་མེད་པ་བཏང་ཡག་གི་ཐབས་ཤེས་འདྲ་ཅིག་ཡོད་རེད་བ་གར་བྱེད་དགོས་རེད་ཟེར་ནས་བྱས་ན་ཁོ་ལ་ཅིག་མེད་པ་འདྲ་བཏང་གི་ཡོད་རེད་ཁོ་གར་བྱེད་དགོས་རེད་ལ་འོང་དུས་ད་ནི་ད་ཁོ། རྫུན་མ་ཅིག་དང་ཁོ་རང་མ་རིག་པའི་དབང་གིས་སྒྲོ་བཏགས་ནས་འཛིན་བདེ་ཡག་གི་འཛིན་པ་ཤིན་ཅི་ལོག་ཞིག་ཡིན་པ་ཡིན་ས་ནི་ད་དེའི་གི་ལྡོག་ཕྱོགས་ཀྱི་ནི་གི་འཛིན་སྟངས་སུན་འབྱིན་མཁན་གྱི་ད་བདག་མེད་རྟོགས་པའི་ཤེས་རབ་ཟེར་མཁན་དེའི་གི་བདག་འཛིན་མེད་པ་བཏང་ཆོག་གི་རེད། བཏང་སྟངས་འདི་འདྲས་རེད་ཟེར་འཛིན་སྟངས་དངོས་ཀྱི་འགར་སྟངས་འདི་འདྲས་རེད་ཟེར་བདག་འཛིན་གྱི་འཛིན་སྟངས་དེ་འདི་འདྲས་བྱས་ནས་འཛིན་གྱི་ཡོད་རེད་ཟེར་ད་དེ་འཛིན་ཡ་དེ་ཨ་ནི་གལ་སྲིད་ནི་ཡང་དག་པ་རེད་མི་ཡ་དངོས་གནས་སུ་ཆགས་མེད་པ་ར་སྤྲད་འོང་དུས་ཨ་ནི་དེའི་ལྡོག་ཕྱོགས་བདག་མེད་རྟོགས་པའི་ཤེས་རབ་ཟེར་མཁན་དེ་སླེབས་འོང། ད་དེ་འདྲ་བའི་བདག་མེད་རྟོགས་པའི་ཤེས་རབ་དེ་གས་ད་བདག་འཛིན་འཁོར་དང་བཅས་པ་དེ་འདྲའི་ཕྱིར་ནི་གཉེན་པོ། ཀུན། བློ་ཤེས་ཆོས་ལོག་ཅིག་དེ་ན་བློ་ཡང་དག་ཅིག་གི་ནི། ཀུན། འཛིན་ཕུག་ཕི་ཡ་མ་གཏོགས་གོ། གཞན་ཐབས་ཤིག་གང་ཡོད་གོ། མ་དང། དེ་འདྲའི་ཕྱིར་ཡང་དེ་དེ་ནི་ད་དེའི་ཆ་ནས་ནི་བདག་མེད་རྟོགས་པའི་ཤེས་རབ་སོང་ངོ་ནི་དེ་ནི་ད་འཁོར་བ།

དེ་འདྲའི་ག་དག་ནས་ད་ཧ་ཅང་གི་དཔེ་ག་དག་ནས་གསལ་བོ་ཞིག་གསུངས་ཡོད་པ་རེད་བ། ད་གང་ལྟར་གཅིག་ང་ཚོས་ད་བདག་མེད་རྟག་པའི་ཤེས་རབ་འདི་གི་ད་ཆགས་སྡང་རྨོངས་གསུམ་དང་ད་བདག་འཛིན་ལ་གཅིག་སྙན་པོ་ཤེས་ཚར། དེ་འདྲའི་གི་བྱེད་དཀའ་བོ་འདི་གི་ད་ང་ཚོ་དངོས་ཡོད་ཀྱི་སྤྱི་ཚགས་ག་དག་ནས་ད་བདག་མེད་རྟག་པའི་ཤེས་རབ་ཟེར་ཡ་འདི་ལ་གོ་བ་རོགས་པ་ཙམ་ཡང་ཆགས་པ་དེ་ཧ་ཅང་གི་ཉུང་ཉུང་ཅིག་ཆགས་བསྡད་ཡོད་རེད། དེ་འདྲའི་ཡིན་དུས་སྒང་ལ་ད་སྤྱི་ཚགས་འདི་གི་ཆགས་སྡང་རྨོངས་གསུམ་གི་ཁ་གཏད་འདྲ་བོ་ག་འདྲའི་འདྲ་བྱས་ནས་སློབ་གསོ་ག་འདྲ་ཟིག་ལ་བརྟེན་ནས་ཅིག་བསྟན་དགོས་ཀྱི་ཡོད་པ་རེད། དེའི་ཆ་ནས་ད་སྐུ་བཞུགས་ཀྱི་འགྲེལ་བཤད་ཅིག་གནང་རོགས་གནང།
ད་གཙོ་བོ་གཏན་དེ་རེད་ད་ནི། བདག་ཅག་གི་སྟོན་པ་མཉམ་མེད་ཤག་ཆེན་སངས་རྒྱས་ཁོང་གི་གསུང་བ་ན་བཞི། སྟོང་བ་སྐྱེ་བ་ཤི་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་འགྱུར་བ། དེ་དག་ཐུགས་རྗེ་མངའ་བའི་ཐབས་ཚུལ་གྱིས་རིག་པ་བརྒྱ་དག་གིས་ནི་འཛིན་པར་མཛད་གསུང་བ་རེད། ད་ཕྱི་ཚུལ་ཁོང་འཚོ་བའི་ཁྲོད་ལ་ནི་སྟོང་ཉིད་ཀྱི་ལྟ་བ་ག་འདྲས་ཅི་ནས་རྟོགས་པར་འཇུག་དགོས་རེད་ན་ད་དེ་རྟོགས་པར་འཇུག་རྒྱུ་ཡོད་ནི་མ་རེད་ད་དེ་ལྷག་བུ་དེ་གའི་ཟླ་རེའི་གོ་རྒྱུ་ནི་མ་རེད་ད། དེ་ཧ་ཅང་དཀའ་ལས་ལྷག་བུ་ཞིག་རེད། རྟགས་གཙོ་བོ་དེ་ང་ཚོ་ཨ་ནི་དེ་ཡང་ཁར་སང་འཛམ་བུ་གླང་ལྷག་པར་དུ་ཨ་ནི་ཅིག་ཐའེ་ཝན་དང་རྒྱ་ནག་ལ་སོགས་པ་འདི་དག་ཐམས་ཅད་ཀོ་ཨ་ནི་ནང་པ་སངས་རྒྱས་པའི་ཆོས་ཀྱི་ཤུགས་རྐྱེན་ག་ལ་གང་འཛོམས་ཡོད་ས་གི་ལོངས་པ་ཅིག་རེད།

ནོར་མ་ནག་ཅིག་ཚིག་གཅིག་པུས་རུ་བཤགས་སོང་བ་རེད་ད། སང་འདི་བཅོམ་ན་འདི་ག་ར་ཏུ་སེམས་ཕྱིན་ན་ཨ་ནི། ཅིག་ང་ཚོ་ཡིན་ན་ཨ་ནི། སེར་སྣ་ཅིག་ནི་གཏན་ཉིན་མ་གྲོགས་མ་རེད་ཡིན་ན་ད། ཆེད་དུ་བཤད་ཡོད་འདི་བཤད་དེ་ཧ་ཅང་དཀའ་ལས་ཁག་པོ་ཞིག་ཡིན་ནམ་རེད་ད་བཀོལ་སྤྱོད་ཐུབ་དཀའ་ལས་ཁག་པོ་ཅིག་རེད། བཀོལ་ན་ཡང་དོན་དག་ཆེན་པོ་ཅིག་ཡ་ཡོང་གི་ཡོད་རེད་ད་བསོད་ནམས་ཡེ་ཤེས་ཀྱི་ཚོགས་ཟེར་དཀོན་ནོ་དེ་རེད། དེ་ཅི་ཟེར་ཚར་མ་ལ་ད་ང་ཚོ་ད་ཆུང་རིམ་ནས། ད་གོ་བརྡ་སྤྲད་ཆོད་དེ་ག་ཆེ་གི་ད་བེ་ཤ་ན་ཅིག་ང་ཚོ་ཡིན་ན་ཅིག། གྲུབ་མཐའ་ས་ལམ། འདི་ཉིད་ལྟ་ཅི། ཆོམ་རིམ་ནི་ནད་པའི་ཕྱི་ནད་ཀྱི་ལྟེམས་འབྲེལ་བསྟོད་པ་ལམ་སོགས་རྣམ་གསུམ་ལ་སོགས་པ་འདི་དག་ཐམས་ཅད་ལ་བརྟེན་ནས། རིམ་པས་རིམ་པས་སྦྱང་བྱེད་རེ་མ་ནི་རྟགས་ལོ་རྒྱགས་ལོ་རྒྱགས་སྟོང་ཉིད་ཀྱི་ལྟ་བ་འདི་གའི་ལ་ལས་རྟོགས་དགོས་ནི་རེ། ཆགས་སྡོམ་གྱི་གཉེན་པོ་འདི་གའི་བྱེད་སྒོ་རེ་ཟད་ལྟ་ལས་ལྟ། ཁབ་ཐིག་ཁབ་ཐིག་ག་ཅིག་ཚིག། ལྡོག་ལྡོག་ཅིག། འཇོག་འཇོག་མེད་ཁ་ར་ད་ལྟ་སོགས་མ་ངེས་སྒང་ནས་བཤད་པ་ནང་བཞིན་རེ། སྟོང་བ་སྐྱེ་བ་ཤི་བ་མེད་པའི་ཚུལ་གྱིས་བརྩམས་པ་ལ། སྣང་ཞིང་སྲིད་པའི་ཆོས་ཐམས་ཅད་ཀུན་ཏེ།

ལས་སླ་བོ་ཟིག། ད་སངས་ཀྱིས་བཅོམ་ལྡན་འདས་ཀྱི་ཞལ་མ་ཕྱེ་ནས་ངས་ཡང་བསྡད་བྱ་ཞིག་མ་རུང་བ། སྤྱིར་བཏང་གི་རེད་ད། ང་ཚོས་ཅིག། བཏང་བ་དང་བསྟན་སྦྱོང་བདག་མེད་པའི་ལྟ་བ་བྱས་ཡོང་ན། ཧ་ཅང་གི་ཅིག། ཚད་མཐོ་བོ་ལ་ཅིག་ཆགས་བསྡད་ཡོད་རེད། སྤྱིར་བཏང་གི་ང་ཚོས་ནང་ཆོས་ལ་སློབ་གཉེར་བྱེད་མཁན་གྱི་ལས་དང་བོ་བ་ཅིག་གི་ངོས་ནས་བཤད་ན། ད་བཏང་བ་དང་བསྟན་སྦྱོང་གི་སྐོར་བ་དེ་ཧ་ཅང་གི་ཅིག།

ཐག་པ་གོང་འོག་དང་ཐག་པ་གོང་འོག་གི་གཉིས་ཀྱི་གཉིས་ཀྱི་ཉིན་མོ་ངོས་འཛིན་སྟངས་ཀྱི་རྣམ་གཞག་དང་ཧ་ལས་ནས་ཡོད་པས་ད་ཐུན་མོང་མ་ཡིན་པའི་སྐོར་རང་དེ་ནས་དེབ་སྦྱོང་གི་རིག་པ་ལ་བརྟེན་ནས་ཀྱང་དེ་ནས་བདག་འཛིན་ངོས་འཛིན་སྟངས་བདག་མེད་བདག་འཛིན་གྱི་དགག་གཞི་ཕྲ་རགས་དེ་ནས་བདག་མེད་རྟོགས་པའི་ཤེས་རབ་ཀྱི་ཕྲ་རགས་དེ་དེ་ཉམས་ཡིག་མང་བོ་ཟིག་ཏུ་བཤད་དེ་ད་དང་པོ་དེ་གཉིས་ཆུང་ངུ་དེ་ནས་རང་གི་གོ་བ

ཁུ། བྱང་ཆུབ་བཅོམ་ལྡན་འདས་ཀྱིས་མ་ར་ཆུ་ཤེས་ཡ་མ་ར་བ་དེ་སོང་ཡང་མ་ར་བ་གང་མ་ར། ཡིན་ན་ཡང་དེ་ཤེས་ཡ་ཡིན་ན་དངོས་བསྟན་དེ་ཤེས་ཡ་ཡིན་ན་ཁུ་ཁམས་དང་མུན་པ་ལ་མི་མཐུན་པ་དེ་ཆེ་དགུ་པ་ལས་དགག་བྱ་འགྱུར་འགྲོ་ཡང་ངེས་དང་བྱས་ཡོང། ཡང་ཁུ་དེའི་ཐོག་ནས་དྲི་བ་ཡང་ཡར་དྲིས། དེ་ཅི་ཡོང་དེ་ལྟར་ན་དགུ་པ་དགག་བྱ་ནས་དགག་བྱ་ཆེ་ཡ་དེ་ངེས་དང་རིགས་དང་དེ་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་དག་ཀྱང་མ་གསུངས་ཞེས་བྱ་བ་དེ་དེ་ཉིད་ལ་ལོག་མ་བསྟན་ཟེར་ཡོད་ལ།

འཕགས་པ་གོང་འོག་དང་ནང་ནས་ཡོད་ཅིག་གིས་ཧོ་མ་ཐང་ཆེན་གྱི་ལྟ་གྲུབ་དང་འདི་འདྲའི་གནའ་མཁར་མང་པོ་ཅིག་ད་ལྟའི་ང་ཚོས་ལི་ཐང་མོ་པ་ཞིག་དང་བཤད་བཞག་ན། སྤྱིར་རང་ཉིད་ཀྱི་ངོས་ནས་དྲངས་ནས་ཡོད་ཅིག་གི། ཅིག་ང་ཚོ་སློབ་སྦྱོང་ལུགས་མང་པོ་ལ་ཅིག་དེ་འགན་གྱི་ཡག་པོ་ཅིག་གོ་ཐུབ་ཀྱི་མེད་རེད་དེ་ནས་ཟེར་ནས་ད་ད་ལྟའི་གི་སྤྱི་ཚོགས་བཟང་བཟང་འདི་ནས་ཅིག་དྲིས་ལ་གསལ་བོ་འདི་འདྲའི་ཅིག་གི་གནས་སྐབས་ནང་ནས་ཅིག་ལི་ཐང་མོ་པ་ཅིག་ལ་ཅིག་འདི་འདྲའི་ལྟ་གྲུབ་མང་པོ་ཞིག་བཤད་བསྡད་ན།

ད་བདེར་ཅིང་ཁམས་དང་མི་བ་ལ་ཉེས་བྱས་བསྩལ་བ་བཞིན་དུ་གཟིགས་ནས་སོང་ཡོང་དུས་སྤྱིར་བཏང་གི་ཆོས་ཐམས་ཅད་ནི་སྟོང་ཞིང་བདག་མེད་པ་ཡིན་ན་ཡང། སྐབས་འགའ་རེ་ལ་གང་ཟག་གི་བདག་ཡོད་རེ་བསྟན་པ་དང་སྐབས་འགའ་རེ་ལ་གཅིག་ཐ་ན་གཅིག་ཕ་དང་མ་ནི་ས་གཞི་གཤང་ལ་སོགས་པའི་ཐག་ནས་ཡང་ལྡོག་སོང་བ་དེ་འདྲས་ཡང་ཡོད་རེད། ད་དེ་འདྲའི་གི་སྐོར་དུ་གཅིག་ད་གཞན་ལ་གཅིག་འགྲེལ་བྱེད་འདྲ་བོ་ག་འདྲས་འདྲ་གཅིག་ཅིག་ནས་རྒྱག་དགོས་པ་རེད། དེ་སྐབས་ཤོག་ག་དེ་ཤག་ལ་གཅིག་རེ་འདྲ་བཤད་ཅིག་གནང་རོགས་གནང། ཨོ་རེད་རེད་རེད་ད་གཙོ་བོ་དེ་ནི་སྣ་མང་འདི་བཞིན་ཁམས་དང་བསམ་པ་ཀུན་རྣམ་སྐུ་མཁྱེན་པའི་སྤྱན་གྱིས་ལག་གཟིགས་ནས་རྣམ་གསུམ་ཆོས་ཀྱི་འཁོར་ལོ་བསྐོར་མཛད་པ་གསང་བ་ནང་བཞིན་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་ཁྱད་ཆོས་དུ་དེ་འདྲ་དུ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི། དུམ་བུ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དོར་སྐལ་ཆེན་གྲངས་མེད་གསུམ་དུ་ཚོགས། བསགས་མཐར་མངོན་པར་རྫོགས་པར་སངས་རྒྱས་ནས། འདི་བྱ་རྣམས་ལ་ཕྱི་རྒྱུད་ཕུང་བོ། ཅི་སྙེད་ཅིག་བཀའ་སྩལ་ཡོད། རེ་འདི་དག་ཐམས་ཅད་བཀོད་ནས། འདི་བཞིན་ཁམས་དང་བསམ་པ་དཔག་ལ་བྱད་ལ་སོགས་པ་ལ། བསྟི་གནས་བདག་ལས་སྒོ་བསྟན་བདག་ལེགས་གསུངས་ཀྱི་དོན་ནི་འདི་རེད། སྟོང་པོའི་སྣ་ནས་ཡིད་དབང་ལ་སྣང་ས་ནས་བཀའ་སྟོང་བདེན་པར་བཞུགས་པའི་ཆོས་འཁོར་ལྷུང་བཟེད་ཚར་གཙོ།

འཁོར་ལོ་སྤར་བའི་སྐབས་སུ་ནི། ཆུ་ཐམས་ཅད་རང་གི་མཚན་ཉིད་སྤྲུལ་པ་མར་གསོལ་བ་སྟེ། ཀུན་བརྟགས་ཀྱི་ཆོས་ཐམས་ཅད་ཀུན་བདེན་པར་སྤྲུལ་བར་གཏོང་བ་རེད་དེ་ལག་ཏུ་ཀུན་ནས་བཟུང་བ་ཡིན་ཟེར་ཁོ་ན་རེད་དེ། རྟགས་གཙོ་བོ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་འདི་ཕྱིའི་ཁམས་དང་བསམ་པ། མ་ང་ག་དུ་ནི་ཆོས་མང་པོ་འདུག་གསུང་བ་རེད། ཚིག་ཟིན་སྒྲ་ཇི་བཞིན་པ་ཡིན་པ་དང་མ་ཡིན་པ། འདི་དག་ཐམས་ཅད་ཀུན་ནི་ལྟ།

འབྲོམ་སྟོན་པའི་གསང་སྔགས་ནི་རེ། ངོ་མཚར་བཀའ་ནི་སྡེ་སྣོད་གསུམ་དུ་འདུ། དམ་པ་སྤྱི་བོ་གསུམ་གྱི་འཛབ་པ་ཡིས། བཀའ་གདམས་རིན་ཆེན་གསེར་གྱི་འཕྲེང་བ་སྟེ། འགྲོ་བ་གང་གི་སྒྲུབ་ཀྱང་དོན་ཡིན་རྒྱུར་གསུངས་བ་རེ་ད། སངས་རྒྱས་བཅོམ་ལྡན་འདས་ཀྱི། ཆོས་ཕུང་བརྒྱ་ཁྲི་བཞི་སྟོང་གི་ཡང་བསྐྱེད་ཉང་ཁུ། དམ་ཆོས་འོག་མ་བསྲུབས་པ་ལས་མར་གྱི་ཉང་ཁུའང་འདི་ཡིན་ནོ་གསང་བ་ནང་བཞིན་གྱི་ནི། སྤྱི་བོ་གསུམ་གྱི་ལམ་གྱི་རིམ་པ་སྣང་བ་དེ་དག་ལས། བྱང་ཆུབ་ལམ་རིམ་ཆེན་པོ་ཟེར་ནི་སྤྱི་བོ་ཆུང་འབྲིང་ཆེན་པོ་ཟེར་ནི་སྤྱི་བོ་གསུམ་གྱི་ཆུར་བསྐོར་གི་ནང་ཨ་ནི། ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆུ་བོང་བརྒྱ་ཁྲི་བཞིར་ཐོན་གྱི་ཡང་སྤྱི་དུ་དེ་ནང་བསྡུས་བཞག་པ་རེད། ད་དེ་གཙང་སེང་གེ་ཉིད་ན་ཨ་ནི། དུས་རབས་ཉེར་གཅིག་པའི་སྤྱི་ཚོགས་ཁྲོད་ནས་ནི། ལྟ་མི་ཐུབ་རྒྱུ་ར་ལྷོ་མི་ཐུབ་རྒྱུ་ཧ་ཅང་ཆེན་པོ་ཡོད་ཀྱི་མ་རེད། འདིའི་སྒང་ནས་སོ་སོ་སོ་སོ་ལ་ཨ་ནི་ལམ་རིམ་པ་ཉམས་ལེན་ན་བསྡུ་ནས་ད་ནི། སློབ་སྦྱོང་གཟུགས་དབྱེ་བྱས་ན།